ད་དེ་དཔེ་ག་རེ་ཟེར་བ་རེད། ག་རེ་དྲ་ཞུ་བ་ཡིན་ན་ཞུ་ཡ་ཤེས་ཀྱི་མི་འདུག་ད་ང་ཚོའི་སྟོན་པ་ཐུགས་རྗེ་ཅན་གྱི་རྗེས་འཇུག་ཅིག་ཡིན་པའི་དབང་དུ་བཏང་ནས་ད་གསོལ་བ་བཏབ་སྨོན་ལམ་འདྲ་འདོན་དེ་ནས་དེའི་ནང་ནས་ད་སྔགས་ཀྱི་ཉམས་ལེན་པ་འདྲ་ཡིན་ན་དེ་ནས་གཟུངས་སྔགས་དང་རིག་སྔགས་དང་དེ་ཚོ་འདྲ་འདོན་དེ་ནས་ཅིག་ད་དེ་ད

དེ་ནས་ད་རིམས་ནད་དེ་ཅི་དང་རིམས་ནད་ཀྱི་ཁོ་རང་སྐོར་ལ་ཅིག་བསམ་བློ་བཏང་ཡོང་དུས་རིམས་ནད་དེ་ཅིག་སྔར་རྩ་ནས་བྱུང་མ་མྱོང་བ་ཅིག་ད་ལྟ་ཅིག་གསར་པ་ཡིན་བསྡད་པ་ཅིག། འཛམ་བུ་གླིང་ལ་ཡ་གཅིག་རིམས་ནད་ཟེར་གཅིག་གསར་པ་ཐོན་ཡོང་བ་ན་དེ་འདྲའི་ནི་ཡིན་ས་མ་རེད་རིམས་ནད་འདི་སྔས་མ་ཤེས་འདྲ་མང་པོ་བྱུང་མྱོང་མཁན་ཅིག་འཛམ་བུ་གླིང་ནང་ལ་དེ་ནི་སྔས་མ་འདྲ་གཅིག་ན་སྨན་དང་དེ་འདྲས་གི་ད་ཆ་ཆིན་པས་ཉུང་ཉུང་ཡིན་ཙང་རིམས་ནད་གི་དབང་གིས་ཡུ་རོབ་དང་དེ་ཚོ་ལ་ཡ་པའི་མི་ཤི་གྱོན་མང་པོ་བྱུང་བའི་ལོ་རྒྱུས་ཁོ་རང་ད་རྒྱ་རབ་དང་དེ་ཚོ་ནང་ཡོད་རེད་བ།

དེ་ནས་ཡང་ལྟ་སྟངས་གཅིག་བྱེད་དུས་ད་དེའི་སྐབས་སུ་འཛམ་བུ་གླིང་དེ་གཅིག་གང་ས་ཅི་ཐད་ནས་ད་ཡར་རྒྱས་ཟེར་དགོས་དྲོ་ག་རེ་ཟེར་དགོས་ཡིན་ན་ད་གཅིག་འགྲོ་སྟངས་འདུག་སྟངས་དེ་ནས་འབྲེལ་བ་བྱེད་སྟངས་ཆ་ཐམས་ཅད་ཀྱི་སྟེང་ནས་གཅིག་གང་ད་ལྟ་ནང་བཞིན། དེ་ནས་མགྱོགས་པོ་དང་ལམ་སང་ལམ་སང། དེ་ནས་ཅིག་ག་རེད་རེད་ཡ་འདྲ་པོ་དེ་འདྲའི་ད་དེ་དུས་ཡོད་མ་རེད་བ་དེའི་འདུས་ཁ་ན་ན་ཚ་དེའི་ཕག་ཚོ་ཆབ་བདར་འགྲོ་ཡ་དེ་ཡང་ད་ཅིག་ག་གོ་སྐབས་འདྲ་ཅིག་མ་སོང་ན་དེ་དུས་དེ་ག་ཚོད་རང་མེད་པ་འདྲ། ད་དེང་སང་ངོ་ལ་ཡང་ཕྱོགས་གཅིག་ནས་སྨན་བཅོས་དང་དེ་ཚོ་ཞི་དྲག་ཡག་པོ་རེད་ཚན་རིག་དང་དེ་ཚོ་སྟེང་ནས་དེ་ནས་ཆ་རྐྱེན་དང་དེ་ཚོ་ད་ཡིན་ན་ཡང་ཕྱོགས་གཅིག་ནས་ད་ཆ་རྐྱེན་འདི་ཡག་ཟེར་བ་རེད་ད་གཅིག་ཁོ་རང་དཔེར་ན་རྔན་མ་འདྲ་བྱས་ན་ད་ཚེ་མདོ་ནས་ལྷ་རྩ་ལ་ཡ་དགོན་པོ་བཙུགས་ནས་འགྲོ་དུས་གང་ཟླ་བ་ག་ཚོད་འགོར་དགོས་བ་རེད་ཟླ་བ་གསུམ་བཞི་ལྔ་ཚོ་འགོར་གི་ཡོད་མ་རེད་བས།

དེའི་འདི་ག་ལ་ད་འཛམ་བུ་གླིང་གི་ཡར་རྒྱས་དེ་གི་ཅིག། བདེ་བ་ཡང་མང་རུ་འགྲོ་སྡུག་བསྔལ་ཡང་མང་རུ་འགྲོ། དེ་ནས་ད་མང་པོ་རེ་ཅིག་བསམ་བློ་བཏང་ཞེས་པ་ཡིན་ནས་ད་འདི་འདྲའི་རང་རེ་ཡིན་གྱི་རེད་གོ། དེ་རུང་འདི་ལས་ད་ཅིག་ཉེན་ཁ་ཚ་རུ་ཚ་རུ་འགྲོ་ཡག་དང། ད་ཉེན་ཁ་ཚ་རིམ་བཞིན་དུ་ད་རུང་ཡང་མཐུན་རྐྱེན་ཡང་ད་རུང་ཡག་རུ་ཡག་རུ་འགྲོ་གི་ཡོད་ན་ཅི་ཤེས། དེ་ཡིན་དུས་གང་ན་ད་ཁྱོད་ནས་ཁོ་རང་བསྟན་དུ་ད་འདི་གང་ཟ་རེད་མི་ཐུབ་པ་ཅིག་བཟོ་ཡ་ཡོད་ཡིན་ན་མེད་ཡིན་ན། ཁམས་གསུམ་འཁོར་བའི་རང་བཞིན་གྱིས་བལྟས་དུས་གང་ན་ད་ཁོ་རང་ཅིག་གམ། སྡུག་བསྔལ་མུ་མཐའ་མེད་པ་ཅིག་ཡོང་བསྡད་ཀྱི་ཡོད་ཀྱི་རེད་བོ། དྲན་གྱི་འདུག་ང་རང་གིས་ད་ལྟའི་ང་རང་གི་དག་བསམ་ཚུལ་དང་བཅས་ལ་ཁྱེད་ཀྱི་དེ་ནས་མུ་མཐུད་ནས་གཅིག་གསུང་བསྡད་པ་ཡིན་དུས་ག་ནས་ཕ་ཞུས་པ་ཡིན།